འཁོར་བ་རྣམས་ལ་འཁོར་མཁན་དེ་སུ་རེད་གསུང་ཡང་དེ་རེད་གང་འཁོར་བ་གསུང་ཡང་དེ་ཨ་འགྲོ་བ་རེད་དྲུག་འགྲོ་བ་རེད་དྲུག་ད་ང་རང་སོ་སོ་ཀྱི་བ་ང་རང་ཚོ་ང་འཁོར་བ་རེད་ཟེར་ནས་འཁོར་མཁན་དེ་སུ་རེད་ཟེར་ན་གང་འཁོར་བ་གསུང་ཡང་དེ་ཨ་ནི་འཁོར་བ་རྣམས་ལ་འཁོར་དེ་ངེས་དེ་སུ་རེད་ཟེར་ན་ང་རེད་བསམ་ལ་སོ་སོ་སོ་སོ་ལ་རྫུ་བུ་རྫུ་ནས་ང་རེད་བསམ་ལ་དང་པོ་འདི་ནང་ནས་སྲིད་པ་འཁོར་ལོ་ཀྱི་རི་མོ་རྗེ་གཟིགས་པ་ཡིན་པ་ཡིན་ན་ཨ་ནི་ཆེན་པོ་ནས་ཚུགས་བརྩིས་པ་ཡིན་ན། ནི། འདི་ལས་ད་ལྟ། གཉིས་པ་ན་ལ། གཉིས་པ་ད་ལྟ་འགྲོ་བ་རིགས་དྲུག་གི་ད། སྲིད་པ་འཁོར་ལོ་ཆ་ལྔ་པའམ་དྲུག་པ་སྲུང་འཁོར་བ་ད། འོ་འདི་ན་ལ། ལྷ་མིན་ལྷ་མ་ཡིན། ནི་དམྱལ་བ་ཡི་ད་དུད་འགྲོ། གསུམ་དུ་བ་གསུམ་གསུམ་དྲུག་དུ་བ། འོ་འོ་འདི།

རེད་བ། གཉིས་པ་དེ་རེད། རེད་བ། ད་དེ་ར། ག་འདྲས་སུ་འཁོར་བ་རེད་ཟེར་ན་ནི། ལས་དང་ཉོན་མོངས་ཀྱི་དབང་གིས་འཁོར་བ་རེད་གསུངས་པ་རེད། ད། དང་པོ་དེ་ལས། ལས། དེ་ལས། འཁོར་དང་དེ་ཡང་ལས་དཀར་པོ་དང་ནག་པོ། གཡས་ཕྱོགས་ལ་ཨ་ནི། དཀར་པོ་བཅུ་ཡོད་པ་དེ་ནང་ནས་ནི། ལྷ། ལྷ་མ་ཡིན་མི་གསུམ་ཡར་འགྲོ་བསྡད་པ། ཨོ་འདི་ལས་ཀྱི་འོན་གྱི་ཡེ་རེད་དཀར་པོ་འདི་དཀར་པོའི་ལས་བྱེད་ཨ་ནི་དཀར་པོའི་ལས་ཀྱི་འོན་གྱི་ཨ་ནི་ང་ཚོ་བདེ་འགྲོ་ནང་ལ་ལྷ་དང་མི་དང་ལྷ་མ་ཡིན་ནང་ལ་སྐྱེ་བྱེད། མཚུར་ཆུ་འདི་ལ་ནག་པོ་བྲིས་བསྡད་པ་འདི་ནག་པོའི་ལས་མི་དགེ་བའི་ལས་རེད་བ་ལ་བསོད་ནམས་མ་ཡིན་པའི་ལས་ཨ་ནི་དེ་ཡི་འོན་གྱི་ཨ་ནི་ང་ཚོ་མི་དང་དང་དམྱལ་བ་ཡི་དྭགས་དུད་འགྲོ་གསུམ་མ་ཐུར་ལོ་འགྲོ་བསྡད་འདུག་ཨོ་འདི་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ནང་ལ་སྐྱེ་བྱེད་ལས་འདི་འདི་བྱེད། ད་སྐྱེས་མ་གྱི་དང་ཤོས་དེ་ཆུང་ཆུང་དེ་རེད་བ། འཕགས་པ། བྱ་དེའི་འབྲུ་གསུམ་དེ་ཡི་ཉོན་མོངས་འཁོར་བ་རྣམས་ལ་ཁྱེད་སྐྱེས་བཅུ་ནི་ཡིན་ད་ལས་དང་ཉོན་མོངས་གཉིས་ཀྱི་ནང་ནས་ད་ཉོན་མོངས་དེ་རེད། ཉོན་མོངས་དེ་གཙོ་བོ། ཅེས་འཁོར་བའི་རྩ་བ་དགེ་བའི་ལྡང་ཚེ་མ་རིག་པ། གནས་ལུགས་ཀྱི་དོན་ལ་རྨོངས་པའི་རྨོངས་པ་བཅས་ཨ་འདས་སྐབས་སུ་བབས་པའི་འདོད་ཆགས་ཤེས་ན་གཏི་མུག་བཤགས་ཡ་འདི། འདི་ཡོང་ས་ཀྱི་རྩ་བ་དེ་ཡང་ཨ་ནི་ལྡང་ཚེ་མ་རིག་པ་ཡིན་པ་ཧ་གོ་ཡོད་དོན་དག་ལ་ཨ་ནི་རང་ཕྱོགས་ལ་ཆགས། གཞན་ཕྱོགས་ལ་ལྡང་རོ་བ། འོ་དེ་འདྲའི་རྗེས་ཀྱི་འདོད་ཆགས་ཤེས་ན་གཏི་མུག་གསུམ་སྐྱེ་རྒྱུ་ཡོད་པ་ཡིན་ཙང་འོ་དེ་ལ་ཉོན་མོངས་བཤགས། ཉོན་མོངས་དང་ལས་གཉིས་ཀྱིས་ཨ་ནི་ང་ཚོ་འགྲོ་བ་རིགས་དྲུག་འཁོར་བ་རྣམས་ལ་འཁོར་བ་རེད། ཨ་ནི་འཁོར་བ་རྣམས་ལ་འཁོར་གྱི་ཡོད་པ་ཡིན་ན་འཁོར་སྟངས་ག་འདྲས་སུ་འཁོར་བ་རེད་ཟེར་ན་ད་སྲིད་པ་འཁོར་ལོ་གྱི་དང་པོ་དང་པོ་དེ་ད་ཆེ་ཤོས་དེ་འདི་རེད། མཁར་རྒྱུ་ཚུལ་དེ་ངེད་ཅིག་འདུག་ཨ་ཨོ་དེ་ནས་འཁོར་སྟངས་དེ་འདི་འདྲས་སུ་འཁོར་གྱི་རེད་ཟེར་ནས་རེད་བ། དང་པོ་འདི་ལ་ནི་ལོ་རྒན་མགོ་ལྕི་མིག་ལོང་བ་ནི་ཕག་གཟུགས་བྲོ་ཡལ་ལ་ནི་མིག་ནི་ཡོད་མ་རེད་མིག་མཐོ་མགོ་བོ་མ་རེད་ནི་འདི་གར་ས་རྒྱུག་པ་ལ་བརྟེན་བསྡད་པ་འོ་དེ་གི་དཔེ་ལ་བརྟེན་ནས་ད་འདི་གི་ག་རེ་ཤེས་གསུང་གོ་རེ་ཞུ་བ་ཡིན་པ་ཡིན་ན་མིའི་རྒན་མགོ་འདི་སོ་སོའི་གི་གི་འདོད་པ་ཡོད་ས་ལ་འགའ་བསྡད་དང་འདོད་པ་ཡོད་སར་གྱི་ས་ཆ་ལ་འགྲོ་ཡག་གི་འདོད་པ་ཡོད་རེད་དེ་མིག་སྨྲ་ཐུང་བའི་ཨོ་ཉི་མིག་ལོང་བ་ཡིན་པའི་རྒྱུ་མཚན་གྱིས་འགྲོ་ཐུབ་གི་མེད་པ་ནང་བཞིན་ནི། མ་རིག་པའི་དབང་གིས་ནི་ང་ཚོ་གནས་ལུགས་ཀྱི་དོན་ལ་རྨོངས། སོ་སོ་ལ་བདེ་བ་སྒྲུབ་སྟངས་སྒྲུབ་ཡག་གི་འདོད་པ་ཡོད་རེད་དེ་བདེ་བ་སྒྲུབ་སྟངས་སྨྲ་ཞེན་པ་བྱས་ནི་སྡུག་བསྔལ་གྱི་རྒྱུ་ལ་རོལ་བསྡད་ཀྱི་འདུག་གསུངས་རེད་ཨོ་འདི་མ་རིག་པའི་རྟེན་འབྲེལ་མཚོན་པ་བྱས། དང་རང་གཙོ་དང་འདྲ། གཙོ་བོ་འཁོར་བ་ལ་འཁོར་བཅུ་གཉིས་ཀྱི་དཔོན་པོ་གཙོ་བོ་དེ་སུ་རེད་དོ་ཞུས་པ་ཡིན་པ་ཡིན་ན་མ་རིག་པ་འཁོར་བ་འཁོར་སྟངས་དེ་རེད་བ། ས་ལུས་སྦྱངས་པའི་རྡོ་ནག་ལོ་ལ་ཨ་ནི། འདི་ཡོད་པས་ན་འདི་འབྱུང་འདི་སྐྱེ་བས་ན་འདི་སྐྱེ། མ་རིག་པའི་རྐྱེན་གྱིས་འདུས་བྱས་ཡོད་གསུངས་ཡོད་དེ། ཡན་ལག་དང་པོ་མ་རིག་པ་དེའི་དཔེ་དེ་ལ་དམིགས་ལོང་བ། མཁར་རྒྱུད་ཚུལ་དེ་ངས་ཨོ་དེ་འདྲའི་མཁར་གྱི་གཙུག་དེ་ཉིད་དང་མིག་ལོང་བ་མིན་ཏེ། ཨ་ནི་སོ་སོ་གི་འདོད་པ་ཡོད་སར་ས་ཆ་ལ་འགྲོ་མི་ཐུབ་པ་ནང་བཞིན། ཨ་ནི་ང་ཚོ་མ་རིག་པས་ཀྱི་དབང་གིས་ཨ་ནི་ང་རང་ཚོ་མཁར་ཞིག་བར་ཨ་ནི་སོ་སོ་གི་བདེ་བའི་ལང་ཀ་ལ་འགྲོ་མ་ཐུབ་པ་དེ་སུས་བྱེད་ཀྱི་འདུག་ཟེར་ན་ཨ་ནི་རྨོངས་པ་མ་རིག་པའི་དབང་གིས་བྱེད་ཀྱི་འདུག་འོ་བསམ་བློ་བཏང་གོ། ཡང་ན་སྟོང་པ་མ་རིག་པ། ད། སྲིད་པ་འཁོར་ལོ་གྱི་ད་ནི་རི་མོ་ཆེ་ཤོས། ད་ཟུར་ཟུར་གྱི་རི་མོ་དེ་རེད་ད། ནི་གཉིས་པ་དེ་ལ། ཨ་ནི། རྫ་མ་བཟོ་མཁན་རྫ་མཁན་གྱི། ཨ་ནི་རྫ་མ། ཡག་ག་སྡུག་ག་ཆེ་ཆུང་འདྲ་མིན་སྣ་ཚོགས། གཟུགས་གོ་ར་བ། འོ་འདི་ཀྱི་ག་རེ་མཚུངས་གོ་རེ་ཟེར་ན། གཉིས་པ་འདུལ་བྱེད་ཀྱི་ལས་གསུངས་བ་རེད་གཉིས་པ་འདུལ་བྱེད་ཀྱི་ལས། རེད་བ། གཉིས་པ་འདུལ་བྱེད་ཀྱི་ལས། དང། གཉིས་པ་འདུལ་བྱེད་ཀྱི་ལས་དེ་ཡིས། རྫ་མ་བཟོ་མཁན་གྱིས་རྫ་མཁན་གྱིས་ཏེ། རྫ་མ་ཡག་པོ་དང་སྡུག་ག་དང། ཆེ་ཆུང་འདྲ་མིན་ལ་བཟོ་རྒྱུ་ཡོད་པ་ན་ཞིག་གཉིས་པ་འདུལ་བྱེད་ཀྱི་ལས་ཀྱི་དེ་ཀྱི་དབང་གིས་ང་རང་བཟོ་གི། ལས་འདྲ་མི་འདྲ་བསགས་ཀྱི་རེད་གསུངས་རེད། ལས་དེ་ལ་བསོད་ནམས་ཀྱི་ལས། བསོད་ནམས་མ་ཡིན་པའི་ལས། མི་གཡོ་བའི་ལས་ཨོ་དེ་འདྲས་ཞིག་བསགས་དགོས་རེད་ཟེར་ནས། བསོད་ནམས་ཀྱི་ལས་ཀྱི་དབང་གིས་ཨ་ནི་ང་ཚོ་གཅིག་བདེ་འགྲོ་ན་ལ་སྐྱེས། བསོད་ནམས་མ་ཡིན་པའི་ལས་ཀྱི་དབང་གིས་ཨ་ནི་ང་ཚོ་ངན་འགྲོ་ན་ལ་སྐྱེས། མི་གཡོ་བའི་ལས་ཀྱི་དབང་གིས་ཨ་ནི་གཟུགས་དང་གཟུགས་མེད་གང་རུང་ལ་སྐྱེས། ཨོ་དེ་ཡིན་ཙང། ལས་དེ་ཡི་དབང་གིས་ཨ་ནི་སོ། གར་ཞིག་འོ་རེ་ད་ལས་འདྲ་མིན་སྣ་ཚོགས། ས་ཁྱི་འདུག་ཨ་དཔེར་ན་རྫ་མ་བཟོ་གིན་རྫ་ཆེན་གྱིས་རྫ་མ་འདྲ་མི་འདྲ་བཟོ་རྒྱུ་ཡོད་པ་ནང་བཞིན་གཉིས་པ་འདུལ་བྱེད་ཀྱི་ལས་དེ་ཡིན། ཨ་ནི། ང་རང་ཚོ་ལས་འདྲ་མིན་སྣ་ཚོགས་བསགས་ཀྱི་རེད་གསུངས་རེད་ས་ཨ་ནི། ཨ་ནི་ང་ཚོ་སྐྱེ་བ་འདྲ་མི་འདྲ་བཟོ་གི་འདུག་བ་འཕེན་གྱི་འདུག་གསུངས་རེད། ད་རི་མོ་གསུམ་པ་འདི། རེད་བ། རི་མོ་གསུམ་པ་འདི་ཨ་ནི་ང་རང་ཚོ། ད་ལྟ། པིའུ། ཤིང་གཅིག་ནས་གཅིག་བར་དུ་ཆོམ་བསྡད་པ། ཨ་ནི་པིའུ་ཁ་ཤས་མར་འགྲོ་བསྡད་པ་ཁ་ཤས་ཡར་འགྲོ་བསྡད་པ་ཁ་ཤས་ཐུར་ལོག་ནས་འགྲོ་བསྡད་པ་ཁ་ཤས་ཡ་གན་ལ་འཛག་བསྡད་པ་ཡལ་ཁ་གཅིག་ནས་གཅིག་འགྲོ་གི་ཡོད་པ་ནང་ཞིག་ཨ་ནི། གཉིས་པ་འདུ་བྱེད་ཀྱི་ལས་དེ་ཡིས་དབང་གིས་ཨ་ནི་བསོད་ནམས་ཀྱི་ལས་བསགས་ཉེན་ཏེ་ཨ་ནི་ང་ཚོ་བདེ་འགྲོ། ང་རང་ཚོ་ན་ཞིག་མིའི་གོ་འཕང་དང་འདི་འདྲས་ཐོབ། མི་འོས་པའི་ལས་བསགས་པའི་སྟོབས་ཀྱིས་ཨ་ནི་ཁ་ཆག་བསོད་ནམས་མ་ཡིན་པའི་ལས་བསགས་པའི་སྟོབས་ཀྱིས་ཨ་ནི་ང་ཚོ། དམྱལ་བ་ཡི་དྭགས་དུད་འགྲོ་གང་རུང་རྣམས་ལ་སྐྱེ། འོ་དེ་ནས་སྤེའུ་ཕག་གཙུག་ག་བ་ཁ་ཚར་ཐུར་ལོག་ནས་འགྲོ་གི་ཡོད་པ་ཡག་གན་ལ་འགྲོ་གི་ཡོད་པ་ན་ཤི་ཨ་ནི། གཉིས་པ་འདུལ་བྱེད་ཀྱི་ལས་དེ་ཀྱི་བག་ཆགས་བཞག་བག་ཆགས་དེ་ཡིས་ཨ་ནི་ང་རང་ཚོ་ད་ལྟ་རྣམ་ཤེས་ཀྱི་སྟེང་དུ་བཞག་ཨ་རྣམ་ཤེས་དེ་ཨ་ནི་ང་རང་ཚོ་མི་ན་ལ་འགྲོ་གུ་གུ་འདུ་བས་ཁྱི་ན་ལ་འགྲོ་གུ་གུ་འདུ་བས་དམྱལ་བ་ན་ལ་འགྲོ་གུ་གུ་འདུ་བས་འོ་དེ་འདྲའི་ཅིག་སྒྲ་མི་སྣ་ཚོ་ན་ལ་སྐྱེ་གི་ཡོད་པ་ཨ། ཐིག་ཡོད་པ་ཡིན་ཙང་ཨ་ནི་ང་ཚོ་སུམ་པ་ནམ་ཞིག་གི་རྟེན་འབྲེལ་དེ་ཨ་ནི་པིའུ་ལགས་པས་སྦྱར་བ་རེད། ད་བཞི་པ་མིང་བསུ་རེད་བ། མིང་བསུ་ཞུ་ཡས་དེ་ཨ་ནི་གྲུ་གཟིངས་ནང་ལོ་ལ་གྲུ་གཟིངས་ཀྱི་ལས་ཀ་དེ་གར་ཟེར་ན་འགྲུལ་པ་ཕག་མཛོ་སྐད་དེ་རེད་བ་ད། ཚུ་རོལ་ནས་ཕ་རོལ་བར་འགྲོ་ཡང་རྒྱ་མཚོ་ཚུ་རོལ་ནས་ཕ་སྐྱེ། ཕ་སྐྱེས་ནས་ཡང་ཚུ་སྐྱེ། སོ་སོ་ལ་སྒོ་དབྱེ་གྱི་ལྕགས་ལག་ཏུ་བཟུང་ཡང་གྲུ་གཟིངས་ནང་ལ་བླུག་ཕ་ཚུ་སྐྱེ་ཡི་འདུག་བའོ། དེ་ལ་བརྟེན་ནས་དཔེ་དེ་ལ་བརྟེན་ནས་ང་ཚོ་བྱིས་པ་མིང་གཟུགས་དེ་མཚོན་དགོས་བ་རེད་མིང་དང་གཟུགས། ད་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་གྱིས་གཅིག་གཅིག་འགག་མ་འགག་མ་ལ་འབྲེལ་བ་བརྟག་དགོས་རེད་ད་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་གྱིས་གང་ཡིན་ཟེར་ན་རྣམ་ཤེས་ཀྱི་རྟེན་འབྲེལ་དེ་ལས། ག་རེ་རྣམ་དཔྱོད་ག་རེ་ཟ་རྣམ་ཤེས་ཀྱི་རྟེན་འབྲེལ་ཏེ་ཨ་ནི་ང་ཚོ་སྐལ་བ་བཟང་ངན་ན་ལ་ཕག་གཟུགས་མང་པོ་ཞིག་སྐྱེ་གི་འདུག་ད་སྐྱེ་དུས་ཨ་ནི་ཨ་མ་ཁོག་པ་ན་ལ་རྣམ་ཤེས་ཀྱི་རྟེན་འབྲེལ་ཞིག་སྐྱེ་ཡོད་པ་ཡིན་ན་ཨ་དེའི་སྟེང་དུ་ད་མྱ་ངན་དེ་སུ་རེད་ད་སྣོད་འདྲ་བོ་དེ་སྣོད་འདྲ་བོ་དེ་ང་རང་ཚོ་འདི་རེད་ཚོར་བ་འདུས་ཤེས་འདུས་བྱས་ཨ་ནི་རྣམ་ཤེས་རྣམ་ཤེས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུས་ཤེས་ཀྱི་ཕུང་པོ་འདུས་བྱས་ཀྱི་ཕུང་པོ་རྣམ་ཤེས་ཀྱི་ཕུང་པོ། ཨ་འདི་སྙམ་ད་ལྟ་སོ་སྐྱེའི་ཕུང་པོ་གླེགས་ཡིག་རེད་ཕུང་པོ་ལྔ་དེ་གི་རྣམ་ཤེས་ཀྱི་རྣམ་ཤེས་དེ་ཉག་གུ་བ་རེད་རོ་བ་ཕུང་པོ་ལྔ་པོ་དེ་གྲུ་གཟིངས་ཀྱི་སོ་སོ་ལ་དགོས་ཡ་ལྕགས་ལ་དང་མི་དུ་ཚོ་ཕག་ཚོ་སྐྱེ་རྒྱུ་ཡོད་པ་ནང་ཤེས་ཨ་ནི་མིང་གི་ཕུང་པོ་དང་གཟུགས་ཀྱི་ཕུང་པོ་མིང་གཟུགས་ཀྱི་ཕུང་པོ་དེ་གི་ཨ་ནི་རྣམ་ཤེས་ཀྱི་ཕུང་པོ་དེ་ཕག་ཉག་གུ་བ་རེད་ད་ཉག་ནི་ད། ག་བ་ན་ལ་སྐྱ་བ་ལེན་རྒྱུ་ཧ་གོ་མར་ད་ལྟ་ང་ཚོ་མི་ཤེས་བྱ་ཤེས་དེ་འོར་བ་ད་ཨ་མི་ན་ལ་སྐྱ་བ་ལེན་པ་བྱེད་ཀྱི་རེད་ཟེར་ནས་སྣོད་མྱ་ངན་དེ་མིང་ཧྲིལ་གྱི་ཕུང་པོ་དེ་སྣོད་རྒྱུ་འདྲ་པོ་རེད་ད་ལྕགས་ལ་མྱ་ངན་དེ་རེད་ལྕགས་ལ་མྱ་ངན་དེ་འོ་དེ་ལ་ཤི་བ་མིང་གཟུགས་ཀྱི་ཕུང་པོ་གསུང་གོ་རེད། ད་མིང་གཤིས་ཀྱི་ཕུང་པོ་ཞུ་ཡས་ཏེ་མིང་གསུང་ཡས་ཏེ་ང་རང་ཚོ། ཁྱོད་ཀྱི་མིང་ག་རེ་རེད་འོ་དེ་འདྲ་ཡི་གེ་གཅིག་གི་མིང་དེ་མ་རེད་རེད་བ་ཚིག་དེ་གཅིག་པ་རེད་དེ་དོན་དག་ལོ་ག་རེད་མིང་གི་ཕུང་པོ་གསུང་ཡས་ཏེ། ཚོར་བའི་ཕུང་པོ་འདུས་བྱས་ཀྱི་ཕུང་པོ་འདུས་བྱས་ཀྱི་ཕུང་པོ་རྣམ་ཤེས་ཀྱི་ཕུང་པོ་བཞི་དེ་ལ་མིང་གཤིས་ཕུང་པོ་གསུང་གི་རེད། ཨ་ནི། གཟུགས་ཀྱི་ཕུང་པོ་འདི་ལ་གཟུགས་ཀྱི་ཕུང་པོ་རོ། མདོར་ན། ཕུང་པོ་ལྔ། གཟུགས་ཀྱི་ཕུང་པོ། ཚོར་བའི་ཕོ། གཟུགས་ཀྱི་ཕུང་པོ། ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་ཤེས་ཀྱི་ཕུང་པོ། དེ་ལ་ཕུང་པོ་ལྔ་གསུང་གི་ཡོད་པ་ཡིན་ཙང་ནི་མིང་གཟུགས་ཀྱི་ཕུང་པོའོ་གསུངས་པ་རེད། རེད་བ། འོ་དེ་ནི་མིང་གཟུགས་ཀྱི་ཕུང་པོ་ལྔ་འདི། ཕུང་པོ་ལྔ་པོ་འདི་སྣོད་རེད་སྣོད། གྲུ་གཟིངས་རེད། ཁྱོད་གསུངས་ཡ། གྲུ་གཟིངས་འདྲ་བོ། འདི་སྔགས་ལ་སུ་ཡོད་རེད་ཟེར་ན་རྣམ་ཤེས་ཀྱི་ཕུང་པོའོ་ཡོད་རེད། འགྲོ་བ་རྣམ་ཤེས་ཀྱི་ཕུང་པོ་དེ་དང་སྦྲུལ་པ་ཞུ་ན་ཡི་རེད། ལྕགས་ལ་ཞུ་ན་ཡི་རེད་འོ་འདི་ཆགས་བསྡད་ཡོད་རེད་ད་ད་ལྟ་ག་བ་སྐྱེས་ཀྱི་ཡོད་ཧ་གོ་གོ་མ་རེད་ཕག་སྐྱེས་ཀྱི་ཡོད་ཡག་སྐྱེས་ཀྱི་ཡོད་མ་སྐྱེས་ཀྱི་ཡོད་ད་ད་ཧ་གོ་གོ་འོ་མ་རེད། འགྲོ་བ། དེ་ཡིན་ཙང་མིང་སོ་ཅི་རིགས་ཀྱི་ཕུང་པོ་འོ་གསུང་གི་རེད་མིང་ཤེས་ཀྱི་ཕུང་པོ་འོ་གསུང་གི་རེད་ད་འདི་ག་ནས་སླེབས་གོ་རེད་ཞུ་བ་ཡིན་པ་ཡིན་ན། རྟེན་འབྲེལ་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ། རེ་བ། རྣམ་ཤེས་ཀྱི་རྟེན་འབྲེལ་འདི། ཨ་མི་ཁོ་པ་ན་ལ་རྫུས། ཨ་ནི། ཨ་མི་ཁོ་པ་ན་ལ་ཉམས་དོ། ཨ་ནི། སྣོད་འདི། ང་ཚོ། གར་ཤི་ཨོ་ར་ཏཱན་དང། ཕུང་པོ། བཞི་དང། མིང་གཞི་གྱི་ཕུང་པོ་བཞི་དང། ཨ་ནི། གཟུགས་ཀྱི་ཕུང་པོ་མཉམ་དུ་སྐྱེ་གི་ཡོད་པ་ཡིན་ཙང། ཨ་ནི། སྣོད་འདི། འདི་ཉིད་ཆགས་བསྡད་ཡོད་རེད། ཨ་ནི། ལྕགས་ལ་འདི། ང་རང་ཚོ་རྣམ་ཤེས་ཀྱི་ཕུང་པོ་ཆགས་བསྡད་ཡོད་རེད། ད་ལྟ་མི་ཆགས་རྒྱུ་རེད། མིས་བྱ་རྒྱུ་ཡོད་ཁྱིས་བྱ་རྒྱུ་ཡོད་ག་རེ་བྱ་ཧ་གོ་བོ་མ་རེད་དུད་འགྲོ་ནང་ལ་སྐྱེས་པ་ཡིན་ན་ནི་ཨ་ནི། ཁྱི་ནང་ལ་སྐྱེས་པ་ཡིན་ན་ཁྱི་བྱ་གི་རེད། མི་ཡར་ཁོག་པ་ནང་ལ་འཛུལ་ན་ནི་མི་བྱ་གི་རེད། བ་ཕྱུགས་ཀྱི་ཁོག་པ་ནང་ལ་འཛུལ་ན་ནི་བ་ཕྱུགས་བྱ་གི་རེད་རེད་བ། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཡོད་ཕུང་པོ་དེ་འདི་རེད་བ་ལྟ། རྣམ་ཤེས་ཀྱི་ཕུང་པོ་ལྔ་པོ་དེ་གྲུ་གཟིངས་རེད་བ་གྲུ་གཟིངས། གྲུ་གཟིངས་ནང་ལ་དགྲ་མི་འདྲ་འཛུལ་གི་རེད་བ་ལྟ་རེད་བ། ཨོ་དེ་ན་ཞེས་རྣམ་ཤེས་ཀྱི་ཕུང་པོ་དེ། འདྲ་མི་འདྲ་ན་ལ་རྫུས་ཀྱི་ཡོད་པ་ཡིན་ཙང་ཨོ་དེ་རྣམ་ཤེས་ཀྱི་ཕུང་པོ་དེ་ལ་བརྟེན་ནས་ནི། བཞི་པ་མིང་གཟུགས་སྐྱེ་གི་རེད་གསུངས་ཡིན་དེ་འདི་རེད། ད་དོན་དག་མཁྱེན་སོང་ཡ། ད་འདི་ཚོ་ཡོང་ས་ཆ་ཚང་བཞི་པ་དེ་བཞི་པ། མིང་གི་ཕུང་པོ། ད་མདོར་ན་ཕུང་པོ་ལྔ་པོ་དེ་རེད། གཟུགས་ཀྱི་ཕུང་པོ། ཚོར་བའི་ཕུང་པོ། འདུ་ཤེས་ཕུང་པོ། འདུ་བྱེད་ཀྱི་ཕུང་པོ་རྣམ་ཤེས་ཀྱི་ཕུང་པོ་ལྔ་པོ་དེ། ཡང་ནི། གསུམ་པ། རྣམ་ཤེས་ལ་བརྟེན་ནས་ཡོང་གི་བ་རེད། རེད་བ། རྣམ་ཤེས། ཀྱི་ཕུང་པོ་དེ། གཉིས་པ་འདུ་བྱེད་ཀྱི་ལས་ལ་བརྟེན་ནས་ཡོང་གི་བ་རེད། ཡོང་སྟངས་ག་རེ་ཟེར་ན། རྣམ། གཉིས་པ་འདུ་བྱེད་ཀྱི་ལས་དེ་གི། བག་ཆགས། རོ་བ། བག་ཆགས་ཡག་ག་ཡིན་ན་ཡག་རེད་སྡུག་ག་ཡིན་ན་ཤག་ས་ཀྱི་སྣོད་འདི་སུ་རེད་ཟེར་ན་ནམ་ཞིག་གི་ཕུང་པོ་ཆགས་བསྡད་ཡོད་རེད། རོ་བ། ཡི་གེ་རྫ་མ་བཟོ་མཁན་རྫ་མཁན་འདི་ཡིས་ཨ་ནི་རྫ་མ་འདྲ་མི་འདྲ་བཟོས་པ་ལ་བལྟས་ནས་བཟོས་པ་ལ་བལྟས་ནས་ད། གར་ཞིག་འོ་རེ་ང་རང་ཚོ་གཉིས་པ་འདུས་བྱས་ཀྱི་ལས་དེ་ཀྱི་ལས་འདྲ་མིན་འདྲ་བསགས་དགོས་བ་རུ་བ། ལས་འདྲ་མིན་འདྲ་བསགས་པ་ལ་བརྟེན་ནས་ནི་ང་རང་ཚོ་སྐྱེ་བ་འདྲ་མིན་འདྲ་ལེན་གྱི་ཡོད་པ་ཡིན་ཙང་ལས་འདྲ་མིན་འདྲ་བསགས་ས་དེ་ནི་གསུམ་པ། རྣམ་ཤེས་ཀྱི་རྟེན་འབྲེལ་གསུང་གི་རེད། གསུམ་པ། བག་ཆགས་བགོད་གཞིའི་གསུང་གི་རེད། བག་ཆགས་བགོད་གཞིའི་གསུང་ཡིན་ཏེ། ནི་བག་ཆགས་བཞག་ས་ཀྱི། རྟགས། དང་ས། སྣོད་སྣོད་ལ་བར་ཐག་སྣོད་རྒྱུ། བག་ཆགས་བཞག་ས་ཀྱི་སྣོད་རྒྱུ་བག་ཆགས་བཞག་ས་ཀྱི Bank རེད Bank། མཁྱེན་གསུམ་ཡིན། གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དེ། ཨ་ནི་ང་ཚོ་རྒྱལ་བ་ཡིན་པ་ཡིན་ན་ཡང་རེད་མི་རྒྱལ་བ་ཡིན་པ་ཡིན་ན་ཡང་རེད་མི་འོས་བ་ཡིན་པ་ཡིན་ན་ཡང་རེད་ག་རེ་ཡིན་པ་ཡིན་ན་ཡང་རེད། བཞག་ས་ཀྱི་སྣོད་ཡིན་ཙང་བག་ཆགས་སྒོའི་གཞིའི་གཟུངས་རེད་བག་ཆགས་སྒོས་ལ་ན་བག་ཆགས་བཞག་ས། བག་ཞྭ་འཇོག་ས་ཀྱི་གཞི་དེ་སུ་རེད་ཚོད་བ་ཡིན་ན་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་རེད། བཞག་ངེས་དེ་སུ་རེད་ཟེར་ན་གཉིས་པ་འདུལ་བྱེད་ཀྱི་ལས་རེད། ངེར་བ། ག་འདྲས་བཞག་གི་རེད་ཟེར་ན་བསོད་ནམས་ཀྱི་ལས། བསོད་ནམས་ཡག་པོ་བསགས་པ་ཡིན་ན་བསོད་ནམས་ཀྱི་ལས་ཀྱི་བག་ཆགས་བཞག་གི་རེད། ཨ་ནི། བསོད་ནམས་མ་ཡིན་པའི་ལས་མི་དགེ་བ་སྡིག་པ་བྱས་པ་ཡིན་ན་ནི་སྡིག་པའི་ལས་ཀྱི་བག་ཆགས་འདི་ནང་ལ་བཞག་གི་རེད། མི་གཡོ་བའི་ལས་བསགས་པ་ཡིན་ན་ནི་མི་གཡོ་བའི་ལས་ཀྱི་བག་ཆགས་འདི་རྣམ་ཤེས་ཀྱི་དོན་དུ་བཞག་གི་རེད། ད་འདི་བཞག་བཅུག་ངེས་དེ་སུ་རེད་ཞུ་བ་ཡིན་པ་ཡིན་ན་ཡན་ལག་དང་པོ་མ་རིག་པ་ང། བདག་ཏུ་གྲུབ་པར་འཛིན་པའི་བདག་འཛིན། རང་ང་རང་ངོ་ནས་འཁྲུལ་པར་འཛིན་པའི་འཛིན་པ། རོ། ང་གཅེས་པར་འཛིན་པའི་གཅེས་འཛིན། རང་ཉིད་གཅིག་པུ་རེ་ད། རང་ཉིད། གཅིག་པུ་གཅེས་པར་འཛིན་པའི་གཅེས་འཛིན་དེ་ཡི། དབང་གིས། ང་དང་ང་ཡི་བ་ལ་ངའི་བསམ་བློ་འཁོར། འདི་གླེང་ཡོང་འདི། རང་ཕྱོགས་ལ། ཆགས་པ། གཞན་ཕྱོགས་ལ་སྡང་བ། གཞན་དག་ལ་ཁྱད་མ་ཡིན་པའོ། དེ་འདྲའི་ཞེས་བསམ་བློ་སྐྱེ་དེ་ལ་བརྟེན་ནས་ནི་བསོད་ནམས་ཀྱི་ལས་དང་བསོད་ནམས་མ་ཡིན་པའི་ལས། མི་གཡོ་བའི་ལས་གསུམ་བསགས། དེ་འདྲ་བའི་མི་གཡོ་བའི་བསོད་ནམས་དང་བསོད་ནམས་མ་ཡིན་པའི་ལས་མི་གཡོ་བའི་ལས་གསུམ་པོ་འདི་བཤགས་བསགས་ཀྱི་ས་བཅད་འདི་རྣམ་ཤེས་ཀྱི་སྟེང་དུ་བྱས། འགྲོ་བ་རྣམ་ཤེས་ཀྱི་སྟེང་དུ་བཞག་ཡོང་དུས་ཨ་ནི་ང་རང་ཚོ་ཨ་མ་ཁོ་བ་ན་ལ་ལྟ་ཨ་མ་ཟེར་ན་ཡིན་གཅིག་མི་རེད་མི་རང་མགོ་མ་རེད་བ་ཆུ་ལ་ཡ་ཨ་མ་ཡོད་རེད་སྒྲ་མི་འདོན་ར་ཨ་མ་ཁོ་བ་ན་ལ་མ་སྐྱེས་ཡོང་དུས་ཨ་ནི་མྱ་ངན་འདི་སུ་རེད་ཟེར་ན། རྣམ་ཤེས་མྱ་ངན་འདི་ནི་ང་ཚོ་མིང་གཞི་ཀྱི་ཕུང་པོ་ལྔ་པོ་འདི་ཡིས་རེད་དེ་ཡིན་ཙང་གཞི་པ་འདི་ལ་མིང་གཟུགས་ཀྱི་སྐད་ཅིག་གི་རྟེན་འབྲེལ་སུ་ཡིན་དེ་འདི་རེད་རེད་བ་གྲུ་གཟིངས་འདྲ་བོ་འདི་སུ་རེད་ཟེར་ན་གཞི་པ་མིང་གཟུགས་ཀྱི་སྐད་ཅིག་རེད་དེ་ཡིན་ན་ལ་དེ་གཉིས་ཀྱི་མི་ཡིན་ན་ཡིན་རེད་ལྕགས་ལ་ཡིན་པ་ཡིན་ན་ཡིན་རེད་འདི་རྣམ་ཤེས་ཀྱི་ཕུང་པོ་རེད། རྣམ་ཤེས་ཀྱི་ཕུང་པོ་འདི་ལྟ་སྐྱེ་བ་ག་རེ་ན་ལ་ལེན་གྱི་ཡོད་ཟེར་ན་ཧཧཧ། འདི་ཡོན་ཡན་ལ། གཉིས་པ་བདུད་བྱེད་ཀྱི་ལས་ཁབ་ཏུ། འདི་རྣམས་ལ། དངུལ་མ་ཉུང་ག་ཚོད་བཞག་འདུག་རོ། བག་ཆགས་མ་ཉུང་ག་ཚོད་ཚོད་བཞག་འདུག་དགེ་བའི་བག་ཆགས་མང་པོ་བཞག་འདུག། མི་དགེ་བའི་བག་ཆགས་མང་པོ་བཞག་འདུག་ནི་ཡ། གསུམ་པ་གཉིས་པ་རྣམས་ལ་འགྲོ་ཡ་རེད། གཉིས་པ་དེ་ཡང་ལྟ་དགེ་བའི་བག་ཆགས་དང་མི་དགེ་བའི་བག་ཆགས་ག་ཚོད་བཞག་དང་མ་བཞག་ཡག་སྡུག་ག་ཚོད་བཞག་དང་མ་བཞག་འདི་ཡང་ལ་དང་པོ་མ་རིག་པ་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་ཙང། མ་རིག་པའི་རྐྱེན་གྱིས་འདུས་བྱས་རེ་བ། འདུས་བྱས་རྐྱེན་གྱིས་རྣམ་ཤེས། རྣམ་ཤེས་རྐྱེན་གྱིས་མིང་གཟུའོ། འདི་འདྲའི་མ། འཇུག་སྟངས་འདི་ཞུ་བ་རེ་བསྟན་ལ། དེ་འདྲ་རྟེན་འབྲེལ་ལུགས་འབྱུང་གསུང་བ་རེ་བསྟན་ལ། མཁྱེན་སོན། རྟེན་འབྲེལ་ལུགས་འབྱུང་ལུགས་དང་མཐུན་པ་མ་ཞུ་བས། མ་རིག་པ་ལ་བརྟེན་ནས་གཉིས་པ་འདུས་བྱས་ཀྱི་ལས་ས། གཉིས་པ་འདུས་བྱས་ཀྱི་ལས་ལ་བརྟེན་ནས་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དྲུག། གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་ལ་བརྟེན་ནས་བཞི་པ་མིང་གཟུ་དྲུག། འོ་འདི་འདྲའི་རེ། སྒོ་ནས་བརྩི་བ་ཡིན་ན་ལུགས་འབྱུང། དེ་ནས་འབྲས་བུ་ནི་ཡར་ཕྱིན་པ་ཡིན་པ་ཡིན་ན་ད་ལྟ་ང་ཚོ་བཞི་བ་བོར་དུ་སླེབས་ཏེ་བཞི་བ་མིང་གཟུགས་འདི་ཡོང་སྟངས་འདི་ནི་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་ལ་བརྟེན་ནས་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་ཡོང་སྟངས་འདི་ནི་གཉིས་པ་འདུས་བྱས་ཀྱི་ལས་ལ་བརྟེན་ནས་ཡོང་གི་ཡོད་པ་གཉིས་པ་འདུས་བྱས་ཀྱི་ལས་དེ་ནི་ཡན་ལག་དང་པོ་མ་རིག་པ་ལ་བརྟེན་ནས་ཡོང་གི་ཡོད་པ་དེ་ཡིན་ཙང་རྟེན་འབྲེལ་ལུགས་འབྱུང་ལ་འབྲས་བུ་རྒྱུ་ལ་ལྟོས་པ་རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་གི་ཡོད་པ་འདི་ཡོད་པས་ན་འདི་འབྱུང་འདི་སྐྱེས་པས་ན་འདི་སྐྱེ་མ་རིག་པའི་རྐྱེན་གྱིས་འདུས་བྱས་ལ་ངེས་ཏེ་ཏག་ཏག་ཡོང་གི་འདུག་བ། མཁྱེན་སོང་ང་གསུམ་པ་རྣམ་བཤད་ཀྱི་རྟེན་འབྲེལ་ཤོད་ཡས་འདི་ང་རང་ཚོ་ལྟ། འདི་ལ་གསུམ་གསུམ་བསམ་བློ་བཏང་དགོས་རེད་ད་གསུམ་བཞི་ཚོ་མེད་འགྲོ། ང་རང་ཚོ་ད་ལྟ། ད་ཡང་ན་དང་པོ་མ་རིག་པ་དང་གཉིས་པ་འདུས་བྱས་ཀྱི་ལས་དེ་ང་རང་ཚོ་རྒྱུ་གཙོ་བོ་ཆེ་ཀུན་འབྱུང་བདེན་པ་བྱ་འདོད་མཁན་སུ་ཡང་ཡང་ན་དང་པོ་མ་རིག་པ་དང་གཉིས་པ་འདུས་བྱས་ཀྱི་ལས། སྲིད་པ་འཁོར་ལོ་ནང་ལ་གཟིགས་པ་ཡིན་པ་ཡིན་ན་དང་པོ་དང་པོ་ནས་བརྩིས་བསྡད་པའི་ཆུང་ཆུང་ནས་ཁ་ཟ་འདོད་ཆགས་ཆེ་དང་གཏི་མུག་གསུམ་དང་ལས་དཀར་ན་གཉིས་པ་འདི་ཀུན་འབྱུང་བདེན་པ་ཆགས་ཡོད་རེད། མཁན་གསོལ། བདེན་པ་ཞིག་གི་ནང་ནས་སྐུ་འབྱུང་བདེན་པ་ཅེས། ཨ་ནི་སྲིད་པ་འཁོར་ལོ་རིང་མོ་གསུམ་པ་འདི། སྡུག་བསྔལ་ལྡན་པ་འགྲོ་བ་རིས་དྲུག། འཁོར་ས་ཀྱི་ས་ཆ་དང་འཁོར་སྐྱེངས་ཀྱི་འགྲོ་བ་རིས་དྲུག་ཚང་མ་སྡུག་བསྔལ་ལྡན་པ་རེད། ད་ང་ཚོ་གསུམ་པ་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དེ་འཇུག་སྟངས་དེ་ག་འདྲེར་དང་པོ་ང་ཚོ་འཆི་བའི་སྲིད་པ་ཟེར་ནས་རེད་བ་འཆི་བའི་སྲིད་པ་དང་པོ་ཤི་དགོས་བོ་རེད་ད། ཟེར་བ། འཆི་བའི་སྲིད་པ་བྱས། འཆི་སྲིད་གསུང་པ་རེད་རྣམ་པ་ཚོ་ད་ལྟའི་ཕལ་ཆེར། ཚིག་གསར་བ་བཟོ་རོགས་རེད་ཕལ་ཆེར་མང་ཆེ་བ་ད་གསན་ཡོད་ཀྱི་རེད་འདི་ལ་དང་པོ་ག་རེ་བསྒྲུབ་དགོས་རེད་ཟེར་ན། འཆི་སྲིད་འཆི་བའི་སྲིད་པ། དྲིས་ན་འཆི་བའི་སྲིད་པ། དེ་ནས་བར་དོའི་སྲིད་པ་ང་ཚོ་བར་དོ་བར་དོ་གསུང་དགོས་འདུག་བར་དོའི་སྲིད་པ། ཨཱ་ནི་ཨཱ་ནི་ཤི་ནས་སྐྱེ་བའི་སྲིད་པ་ལས་འགུར་ད། དང་པོ་འཆི་བར་བ། ཤི་དུས་ང་ཚོ་ལས་དང་ཉོན་མོངས་ཀྱི་དབང་གིས་ཤི་དགོས་པོ་རེད་ཐ་མ་ཐ་མ་དེ་རྒ་ཤིའི་དུ་བ་བོ་དེ་རྒ་ཤི་ཡོང་སྟངས་དེ་མ་རིག་པ་དང་ཨ་ནི་གཉིས་པ་འདུ་བྱེད་ཀྱི་ལས་ཀྱི་དབང་གིས་ཡོང་གི་བར་བ་དང་རྒ་ཤི་ཨ་ནི་ཤི་འཆི་བའི་སྲིད་པ་སླེབས་སོང་ཨང། དེ་ནས་ཤི་ཚར་བའི་རྗེས་ལ་ང་དང་ང་སོགས་ར་ཡིན་པ་ཡིན་ན་བར་དོའི་ནང་ལ་སྐྱེ་གི་རེད་ར་བ་བར་དོའི་སྲིད་པ་རེད་ད། དེ་ནས་གསུམ་པ་བཞི་ནས་དང། ཡིན་གྱི། བ་སྐྱེས་ཡོང་དུས། ཤི་དུས་ཡང་ལས་དང་ཉོན་མོངས་ཀྱི་མ་རིག་པ་དང་གཉིས་པ་འདུ་བྱེད་ཀྱི་ལས་ཀྱིས་ཤི་བ་རེད། ཨ་ནི། བར་དོ་ན་ལ་སྐྱེས་དེ་ཡང། ཨ་ནི། མ་རིག་པ་དང་གཉིས་པ་འདུ་བྱེད་ཀྱི་ལས་ཀྱི་འོག་ཉིད་སྐྱེ་བ་རེད། ད་མ་སྐྱེས། སྐྱེ་བ་ག་རེ་ལེན་དང་མ་ལེན་དེ་ཡང་མ་རིག་པ་དང། དེའི་ལས་ཀྱི་དབང་གིས་བསླད་ཀྱི་ཡོད་པ་ཡིན་ཙང་གཙོ་བོ་དེའི་ལས་ཀྱི་བག་ཆགས་ག་རེ་བཞག་འདུག་མི་འདུག་བལྟ་ཡ་རེད། འདི་ལྟར་མི་རྣམས་ལ་སྐྱེ་ཡས་ཀྱི་ལས་ཡག་པོ་ཞིག་བསགས་ཡོད་པ་ཡིན་ན་ཨ་ནི་ཨ་མ་ཁོག་པ་ན་ལ་རྫུས། སྐྱེ་བའི་སྲིད་པ་ཆགས་པ་རེད་དེ་དུས་སྐྱེ་བའི་སྲིད་པ་ཨ་མ་ཁོག་པ་ན་ལ་ཆགས་པ་དང་སྐྱེ་བའི་སྲིད་པ་འགྲུབ་པ་རེད་ད། དེ་ཡིན་ཙང་དང་པོ་འཆི་སྲིད། གཉིས་པ་བར་སྲིད། ཨ་ནི་གསུམ་པ་དེ་སྐྱེ་བའི་སྲིད་པ་ག་ལེ་བསམ་བློ་བཏང་བ་མ་གཏོགས་འདི་འཁྲུགས་འགྲོ་གི་རེད་ང་བརྙས་པ་བཞི་བོ་འཁྲུགས་གི་ཡོད་འདི། རེད་བ། ད་བླ་མ་དགེ་བའི་བཤེས་གཉེན་སྐུ་ལས་བཞི་བོ་བསྐྱོན་ཡོད་རེད་དེ་ཨ་ནི། ཨ་བོ་རང་ལ་དེ། ཁར་ཤི་བོ་རེད་ད། དེ་མེད་པ་ཡིན་ཙང་དཀའ་ལས་འོག་སུ་བྱུང་ཡོད་རེད། ད་ཨ་མ་ཁོ་པ་ན་ལ་ཆགས་ཡོང་འདི་སྐྱེ་བའི་སྲིད་པ་གྲུབ་པ་དང་རྣམ་ཤེས་ཀྱི་ཕུང་པོ་གྲུབ་པ་དུས་མཉམ་རེད་འོ་རྣམ་ཤེས་ཀྱི་ཕུང་པོ་གྲུབ་ཡོང་འདི་སྐྱེ་བའི་སྲིད་པ་གྲུབ་པ་རེད་ཨ་ནི་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་གསུངས་ཡོང་འདི་འདི་རེད་ཨ་དེ་དང་མཉམ་དུ་ཨ་ནི་མིང་གཟུགས་ཀྱི་ཕུང་པོ་རེད་བ། རྣམ་ཤེས་ཀྱི་ཕུང་པོ་དེ། ཨ་མ་འཁོར་བ་ན་ལ་འཆར་བ་ན་རྣམ་ཤེས་ཀྱི་ཕུང་པོ་དེ་སྦྲུལ་པ་རེད་སྦྲུལ་པ། སྦྲུལ་པ་ཆེ། དེ་དང་མཉམ་དུ། སྦྲུལ་པ་སྐྱེལ་མཁན་ཕག་མཛོ་སྐྱེལ་མཁན་དེ། གྲུ་གཟིངས་ཡིན་པར་སྣང་ཞིག། ཨ་ནི་ད། བདེ་འགྲོ་ལ་སྐྱེལ་ཡ་རེད། ངན་འགྲོ་ལ་སྐྱེལ་ཡ་རེད་སྐྱེལ་མཁན་དེ། ཨ་ནི། ད་དེ་རེད་མིང་གཟུགས་ཀྱི་ཕུང་པོ་རེད། ཚོར་བ། འདུ་ཤེས་འདུས་བྱས་རྣམ་ཤེས་གཟུགས་ཀྱི་ཕུང་པོ་ལྔ་པོ་དེ་ལ་མིང་གཟུགས་ཀྱི་ཕུང་པོ་གསུམ་དགུ་རེད། ད་མཁྱེན་སོང་ང་ད། འཁོར་བ་གང་འཁོར་བ། རེ་བ་གང་གིས་འཁོར་བ་གང་དུ་འཁོར་བ། ཨ་ནི་གང་གིས་འཁོར་བ། ཚུལ་ཇི་ལྟར་འཁོར་བ་གང་འཁོར་བ་གསུང་ཡོད་དེ། ཨ་ནི་འཁོར་བ་རྣམས་ལ་འཁོར་མཁན་དེ་སུ་རེད་གསུང་ཡོད་དེ། ང་རེད་བསམ་བློ་བཏང་ན། འགྲོ་བ་ང་ཚོ་འཁོར་བ་ནང་ལ་འཁོར་བསྡད་ཡོད་རེད་ཡ་རྣམ་པ་ཚོས་ཀྱང་ཧ། འཁོར་བ་ནང་ལ་འཁོར་བ་ཁག་རེད་ང་ཚོ་འདི་གནམ་གྲུ་ནང་ལ་འགྲོ་བསྡད་ཡོད་རེད་པཱག་ནང་ལ་ཁྱམས་ཁྱམས་རྒྱང་དྲུག་རེད Camping དྲུག་རེད་ཀུན་སྤྱོད་ཚོ་ཟས་ཞིམ་པོ་ཟ་གི་རེད་དེ་འདྲའི་ཁ་བ་འཁོར་བསྡད་རེད་དྲན་གི་རེད་དེ་འཁོར་བ་ལ་འཁོར་སྟངས་དེ་ང་རང་ཚོ་ལ་སྐྱིད་པོ་ཁྱོན་ནས་མི་འདུག་ཨ་ག་རེ་བྱས་པ་ཡིན་ན་སྐྱིད་པོ་ཁྱོན་ནས་ཡོད་མ་རེད་འདོད་པ་གང་ཡང་ཁྱོན་ནས་མི་འདུག་ཨ་རེད་བ། ཁྱོད་ཁྱོད་དང་ང་ང་དང། མང་པོ་ཞིག་གསུངས་འདི་གོ་རེད་བ། འདི་ད་འཁོར་བ་ཡིན་པའི་རྟགས་འདི་རེད་ད། གང་འཁོར་བ། གང་དུ་འཁོར་བ་ལ་ན་ང་རང་ཚོ་དང། འཛམ་བུ་གླིང་ནང་ལ་འཁོར་བསྡད་ཡོད་རེད་བ་དང། གང་གིས་འཁོར་བ་ལ་ན་འཁོར་བཅུ་གཉིས་དུ་སུ་རེད་ཞུས་པ་ཡིན་པ་ཡིན་ན། འདོད་ཆགས་ཆེ་དང་གཏི་མུག་གསུམ་རེད། གང་འདི་ཚོ་འཁོར་བ་རེད་ཞུས་པ་ཡིན་པ་ཡིན་ན། དང་པོ་འདོད་ཆགས་ཀྱི་ནང་ནས་འདོད་ཆགས་ཀྱི་རྩ་བར་གྱུར་བའི་ད་མ་རིག་པ་སྐྱེ། དེ་ནི་ལས་བསགས་ར་བ་རླུང་ལངས་ཏེ་སྒྲ་མི་འདྲ་ཇི་སྐད་རུ་བ་ལྟར་མ་རིག་པའི་རྐྱེན་གྱིས་ལས་བསགས་གཞོལ་ཏེ། ང་ཚོ་མ་རིག་པ་ཡིས་མ་རིག་པ་ལ་ཉན་ཏེ་ང་རང་ངོས་ནས་འཁྲུལ་བར་འཛིན་པས་འཛིན་པ་དངོས་པོའི་གནས་ཚུལ་དང་མི་མཐུན་པ། རེ་བ་ང་གཞན་ལ་བརྟེན་བསྡད་ཡོད་རེད་དེ་ང་རང་ངོས་ནས་འཁྲུལ་བར་འཛིན་བསྡད་དགོས་རེད་དེ་ཚང་ཚུལ་དང་མི་མཐུན་པ་རེ་བ་ལྟར་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གི་དབང་གིས་མ་རིག་པ་སྐྱེ། མ་རིག་པ་དེ་གིས་ང་བདག་ཏུ་སྒྲུབ་པར་འཛིན། ང་བདག་ཏུ་སྒྲུབ་པར་འཛིན་ཡོང་དུས་ཨ་ནི་ང་རྩ་ཆེན་པོ་བཞི་པོ་ཡིན་པ་བསམ་བློ་བཏང། རེ་བ་རང་ཉིད་གཅིག་པུ་རྩ་ཆེན་པོ་ཡིན་པ་བསམ་བློ་བཏང། དེ་ལ་བརྟེན་ནས་མི་གཞན་དག་གིས་གཅིག་ལབ་ཡོང་དུས་ལམ་སང་རླུང་བསླངས་ཨ་ནི་ལས་ཚར་གི་འདུག་ག་རླུང་བསླངས་ཡོང་དུས་ཁ་རེ་ཁ་རྡོ་ཆས་བཤལ་གི་རེད། ལག་པ་བརྐྱང་གི་རེད། རེ་བ་ཨ་ནི་རྒྱབ་ལོགས་ལ་ཁ་བཏང་གི་རེ་བ་ཨོ་ཏི་ལས་རེད་ད་ལས། མ་རིག་པའི་རྐྱེན་གྱིས་ལས་སྡུག་ཤ་ཟ་བཟོ་ས་མང་སོང་ཨོ་ཏི་ཡིན་ཚེ་གཉིས་པ་བདུད་བྱེད་ཀྱི་རྟེན་འབྲེལ་ལ་ངེས་ལས་ཀྱི་བདུད་བྱེད་གཉིས་པ་ལས་ཀྱི་རྟེན་འབྲེལ་ལ་ངེས་དེ་འདི་རེད། ད་ཡང། འདི་བསོད་ནམས་མ་ཡིན་པའི་ལས་སུ་ཆགས་སོང་ཨང། ད། བསོད་ནམས་ཀྱི་ལས་ག་འདྲའི་ས་ག་རུ་ཤི་བ་ཡིན་པ་ཡིན་ན་ང་རྩ་ཆེན་པོ་ཡིན་པར་བསམ་བློ་བཏང་ཡོང་དུས། ཨོ། ད་ང། དམྱལ་བ་ལ་ལ་སྐྱེས་ན་དཔེ་བསགས་ཀྱི་རེད། ད་སྡིག་པ་ལ་ངེས་ཏེ་དཔེ་སྡུག་ཅག་རེ་བཞག་ག་ད་ང་ཆགས་ཚེ་གོ་གི་འདུག་ཆོ་ག་བསྐུལ་ལ་སྡིག་པ་བཤགས་སྡོམ་བྱེད་གོ་གི་འདུག་ཨ་རོ། ངའི་ཕ་མ་སྤུན་རྒྱག་ཏུ་ཚོ་ལ་ནད་ན་ཚ་མ་ཡོང་བ་ཡོང་ན་ཡག་པོ་འདུག་ཟེར་ནས་སུ་འདི་དྲན། ངའི་ང་དང་ངའི་དངོས་ལ་འབྲུ་ཕྱིན་སོང་བ་དེ་ལ་བརྟེན་ནས་ཕྱག་ཆེན་པོའི་ཕྱིར་ཡོང་འདི་ཁོ། དགེ་བའི་ལས་ཅི་བསགས་ཀྱི་འདུག་བ། འོ་འདི་རེད་ད་གཉིས་པ་འདུལ་བྱེད་ཀྱི་ལས་ཞུ་ཡས་འདི་རེད། དེ་ལ་བརྟེན་ནས་ད། ཕྱག་ཆེན་པོའི་ཡག་པོ་ཅི་ང་གཙོ་བོ་བྱས་ནས་ཕྱག་ཆེན་པོས་བྱས་པ་ཡིན་ན་དགེ་བའི་ལས་བསགས་གོ་རེད། ཨ་ནི། ང་རྩ་ཆེན་པོ་བྱས་ནས་ཡང་མི་དགེ་བའི་ལས་བསགས་གོ་རེད། ཨ་ནི་བ་སྐྱིད་ལོ་སྐྱག་ཡོང་དུས། ད་དགེ་བའི་ལས་དེ་མ་ང་ཡོད་པ་ཡིན་ན། ཨ་ནི་ང་རང་ཚོ། ཤི་ཚར་བའི་རྗེས་ལ་བར་དོ་ལ་སྐྱེས་བར་དོ་ནས་ནི་ཨ་མ་ཡི་ཁོག་པ་ན་ལ་སྐྱེས་ཡོད་པ་ཡིན་ཙང་རྣམ་ཤེས་འདི་ཨ་མ་ཁོག་པ་ན་ལ་རྫུས། འདི་ལ་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་ཆ་རེ་གདའ། རྣམ་ཤེས་ཀྱི་རྟེན་འབྲེལ་མྱ་ངན་གདའ། མྱ་ངན་དེ་སུ་རེད་ཟེར་ན་ཤི་བ་མིང་གཟུགས་ཆ་རེད་ནི་ཤི་བ་མིང་གཟུགས་ཀྱི་རྟེན་འབྲེལ་སུ་འགོ་རེད། མིང་ཟེར་ལས་ཏེ། འཚོ་བ་འདུ་ཤེས་འདུ་བྱེད་རྣམ་ཤེས་བྱེད། གཟུགས་སུ་ཡིན་ཏེ་ནི་གཟུགས་ཀྱི་ཕུང་པོ། མདོར་ན་ཕུང་པོ་ལྔ་པོ་འདི་རེད། ཕུང་པོ་ལྔ་པོ་འདི་གྲུ་གཟིངས་རེད། ཨ་ནི། རྣམ་ཤེས་འདི། ཕུང་པོ་ལྔ་པོ་འདི་གྲུ་གཟིངས་འདི་གང་ལ་ཞུགས་མཁན་མེད་དེ་སྦྲུལ་པ། དེ་ན་ཞིག། ཨ་ནི། མིང་གཞི་ཕུང་པོ་ལྔ་པོ་འདི་གྲུ་གཟིངས། ཨ་ནི་རྣམ་ཤེས་ཀྱི་ཕུང་པོ་འདི་སྦྲུལ་པ། འོ་དེ་འདྲ་རེད། གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དང་བཞི་པ་མིང་གཟུགས་གཉིས་ལ་རོགས་རོགས་རྗེས་གཅིག་བསམ་བློ་འཁོར་ཐུ་གུ་དོན་གཅིག་དགོངས་པ་གཅིག་ཞེ་སྣང་དང། སྲིད་པ་ཧུ་རོ་ལ་སྲིད། མ་རིག་པ་དེ། མིག་ལོང་བ་དང་འཁར་བ་ལ་བརྟེན་ནས་འདི་བྱས་འདི་བ། སོ་སོ་གི་འདོད་པ་ཡོད་སར་ས་ཆ་ལ་སླེབས་མ་ཐུབ་པ། མ་རིག་པ་དེ། དེའི་དབང་གིས། ང་རང་དངོས་པོའི་གནས་ཚུལ་ལ་རྨོངས་བསྡད་པ་ཡིན་ཙང་སོ་སོ་གི་བདེ་བ། གཏན་གྱི་བདེ་བ་སྒྲུབ་པའི་ལ་དགར་རྐྱེན་བྱེད་ཀྱི་འདུག་བ། གང་ཡིན་ཟེར་ན་གནས་ཚུལ་ཧ་གོ་མ་གོ་བ་ཡིན་ཙང་དགར་རྐྱེན་བྱེད་ཀྱི་རེད་བ། མིག་ལོང་བ་ཡིན་ཙང་ནི་ཕར་དུ་ལྡབ་འགུག་བ་རེད་བ། བར་དུ་བརྡབ་ཡོང་དུས་ནི་ད་ག་རེད། ན་བཟའ་ལྟ་མགོ་བོར་བ། ནི་མ་རིག་པས་འོང་གི་གནས་ཚུལ་ཧ་གོ་མ་གོ་དེ་ནི་ང་ཚོ་སྡིག་པ་བསག་གོ་བོར་བ། དེ་ལ་བརྟེན་ནས་ནམ་ཞིག་རྟེན་འབྲེལ་ཤེས་པ་མིང་གསོ། འོ་འདི་འདྲས་རེད་ད། གསུམ་པ་ནམ་ཞིག་གི་རྟེན་འབྲེལ་ཤེས་པའི་མིང་གསོ་དེ། བསྐྱར་ཟློས་བྱས་ན་འདི་འདྲས་གསོ་རོགས་མ་གཏོགས་ངས་གཞན་དག་ཤེས་གི་མི་འདུག་རོ། འོ་དེ་འདྲས་ཞིག་རེད་ད་ང་རང་ཚོ། འདི་ཇི་སྲིད་ནང་ད་ང་ཚོ་དག་ཅིག་ཉམས་ལེན་བྱས་ལ་ང་རང་ཚོ་རྒྱབ་རྟེན་ཚོགས་བསགས་སྒྲིབ་སྦྱང་གི་གུ་གུ་བ་རེད་ཨ་ནི་བླ་མ་གོང་མ་རྣམས་ཁོ་ཚོ་གི་རྣམ་ཐར་དུ་ཚོ་ཀློག་ཨ་ནི་སྔོན་བྱོན་སྟོན་པའི་རྣམ་ཐར་རྗེས་འཇུག་བདུད་བཞི་ཉམས་ལེན་བསྲུང་འཁོར་བ། ང་རང་ཚོ་ཡིན་གཅིག་མིན་གཅིག་གུ་གུ་རེད་ནི། སྔོན་ཆད་སྟོན་པའི་རྣམ་ཐར་དང་བླ་མ་དུ་ཚོགས་ཀྱི་རྣམ་ཐར་དུ་ཚོགས་འདི་བཅས་ཀློག་གུ་གུ་རེད་ཀློག་ནི་ཁོ་རང་ཚོ་ག་འདྲས་ག་འདྲས་གནང་འདུག་ཨོ་ད་ཁོ་རང་ཚོ་གིས་འདི་འདྲས་གསུང་དགོས་ཡ་དེ་ང་རང་ཚོ་དུས་འདའ་ལ་གསུང་པ་རེད་ཟེར་ནས་འདི་ན་ཞིག་གནང་ཐུབ་པ་ཡིན་པ་ཡིན་ན་ནི་ང་རང་ཚོ་འདི་ན་ཞིག་ཡོང་གི་རེད་རེད་བ། ཨོ་དེ་འདྲས་ཅིག་ཡིན་ད་འདི་ཧ་གོ་ཡའི་དུས་འདའ་ལ་དེ་རིང་ང་རང་ཚོ་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་མཛད་པའི་ལམ་རིམ་ཉམས་མགུར་བར་གསེང་མ་སྟོན་སྔོན་ལ་ལམ་རིམ་ཡང་བོར་ཅིག་བདུན་ཨ་ནི་བར་གསེང་བཅས་ཨ་ནི་ང་རང་ཚོ་ཨ་ནི་ལྔ་པ་སྐྱེད་བྱེད་དང་དྲུག་པ་རེག་པ། ད་འདི་ཏི་ལས་ལ་གི་རེད་ཨོ་ཨོ་འདི་ཞིག་བགྲོ་གླེང་ཞུ་གི་ཡིན་ད། ཉིས་བརྒྱ་དྲུག་ཅུ་རེ་བཞི་ན་ལ་ཟིན་ན་ཉིས་བརྒྱ་དྲུག་ཅུ་རེ་བཞི། ད་འདི་ན་ལ་ཚིག་ག་ཤེད་ཅིག་ཆད་ཡོད་རེད་ཞེ་འདོད་ཕྱོགས་སྡེབ་གསར་པ་འདི་ན་ལ་གནང་ད་ཡོད་མ་རེད་ངས་ཆ་ཚང་འདི་ཚོ་ཁ་སྐོང་བྱས་ཡོད། ད་ངས་ད་བྱས་ཡོད་མ་རེད་ད་བྱས་ས་དེ་ངས་ཕ་དཔེ་མཛོད་ལ་ཞུ་ཨ་ནི་དཔེ་མཛོད་རྒྱལ་མཚན་དགེ་བཤེས་ལགས་བཅས་ཀྱིས་མི་ཆ་ཚང་གཅིག་ཁ་སྐོང་གནང་ཡོད་རེད་འདི་ལ་མ་ཚིག་ཁ་ཤས་ཤིག་ཆད་བསྡད་ཡོད་རེད་ཡིན་ན་ཡང་ད་གས་ཡོད་མ་རེད་ད་བྱས་ཐབས་ཡོད་མ་རེད་བ། ཆད་འདུག་ཟེར་ནས་མ་འདོན་པ་ལས་མ་འདོན་པ་དང་ཆད་པ་ཅིག་འདོན་པ་གཉིས་བྱས་ན་འདོན་པ་དེ་ཡག་གི་རེད་བ་ད། ཨ་ཕ་བཟོ་རག་སོང་ཉིས་བརྒྱ་དྲུག་ཅུའི་རེབ་གཞི། ག་རེ་དགེ་བཤེས་ལགས། གསུང་སྐད་ཆེན་པོ་རྒྱག་རོགས་གནང། ས་ད་གསུང་སྐད་གསུང་སྐད་ཆེན་པོ་རྒྱག་ཡ་མི་འདུག་སྣུམ་རྫོགས་ཚར་བཞག་ད། ག་བཤེས་ནི་གསུང་སྐད་ཆུང་ཆུང་གོ་གི་འདུག་སྐད་གདབ་གི་འདུག་ས་ག་བཤེས་ནི་སྐད་ཆེན་པོ་གོ་ད་སུ་སུའི་སྐད་རྒྱབ་ལོ་འགྲོ་འོད་ན་ཧ་ངོ་ནུ་ཨ་ནི། ཨ་ཅག་ཁྱེད་རང་ཚོ་ད་ལྟ་ང་ལ་དེ་བཀའ་འདྲི་གནང་མཁན་ཨ་ཅག་སུ་རེད་འདུག། ཨ་ཅག་ཚེ་འགྲོ་མ་ལ། ཨ་ཅག་ཚེ་འགྲོ་མ་ལ། ཨ་ཅག་རང་གིས་འདི་ད་ལྟ iPad གཟིགས་ཀྱི་ཡོད་པ་ཡིན་ནའི་རེད། ཁ་པར་གཟིགས་ཀྱི་ཡོད་ནའི་འདི་སྐད་ཆུང་ཆུང་གང་ལ་བཞག་བཤད་ཀྱི་ཡོད་རེད་མེད་ན་འདི་སྐད་ཆེན་པོ་སྤེལ་འདུག་སྐད་གདབ་གི་འདུག་ཨ། ཨ་ཅག་རང་གིས་འདི། Phone། ཡིན་ནའི་རེད TV ཡིན་ནའི་རེད iPad ཡིན་ནའི་རེད་ག་རེ་ལ་གཟིགས་ཀྱི་ཡོད་པ་ཡིན་ནའི་འདི་སྐད་དེ་ཕྱིར་བཏང་དང་འདི་སྐད་ཆེན་པོ་ཞུ་དགོངས་དང། ད་ལམ་རིམ་ཉམས་འགོར་འདི་བདེ་རེད་ད། འདྲ་འཇམ་པོ་ལ་མོ་ཙོང་ཁ་བ་ཆེན་པོའི། ད་སློབ་སྦྱོང་ག་འདྲེ་ག་འདྲེ་གནང་ཡོད་མེད། ཨ་ནི་ག་འདྲེ་ག་འདྲེ་ཐོག་ནས་ཉམས་ལེན། ད་རྟོགས་པ་རྒྱུད་ལ་སྐྱེས་པ་སུ་ཡི་བཀའ་དྲིན་ལ་བརྟེན་ནས་རྟོགས་པ་རྒྱུད་ལ་སྐྱེས་པ་དེ་ཆ་ཚང་འདི་ན་ལ་ཡོད་རེད་ཨོ་འདི་ཡིན་ད། ད་ང་ཚོ་ག་ལེ་ལ་ཅིག་འདང་ཅིག་བཏང་ནས་སྡོད་ན་རེ་བ།

ཆོས་རྗེ་དཔལ་ལྡན་ཨ་ཏི་ཤ་བར་དུ་ལྟ་སྐུ་ཕྱག་ཕུལ་བ་རེད་ད་ནང་ང་ཚོ་ཁྱེད་ཚོས་ཆོས་རྗེ་དཔལ་ལྡན་ཨ་ཏི་ཤ་བོད་གངས་ཅན་གྱི་གཞོན་ལ་བཀའ་དྲིན་ཆེན་པོ་ཞུ་རོ་འོ་དེ་དམ་པའི་ཚུལ་ཚད་མར་མེ་མཛད་ལག་ཏུ་ཡོད་གསུང་ཡས་དེ་ཆོས་རྗེ་དཔལ་ལྡན་ཨ་ཏི་ཤ་ལ་བསྟོད་ཕྱག་གནང་དགོས་རོ། སྐར་མ་རྗེས་ཤུལ་ན་ངས་ཚིགས་བཅད་བརྒྱུད་དེ་འདི་ནས་མ་ངའི་དོན་རྣམ་པ་ཚོ་གསན་བཞག་ན། དགོངས་དག་སྐར་མ་རྗེས་ཤུལ་ན།

ར་བ། ཀུན་སྤྱོད་ཁར་ཟ། འདི། བསམ་བློ་འཁོར་ཀུན་སྡུག་བསྔལ་ལྡན་པ་ལས་ཐ་རེ་གི་བསམ་བློ་འཁོར་ཀུན་མ་རེད་ཟེར་ནས། ཀུན་འབྱུང་བདེན་པ་དེ་སྡུག་བསྔལ་ལྡན་པ་ཡིན། ཡོང་ས་ཀྱི་སྡུག་བསྔལ་ལྡན་པ་སྐྱེད་བཅོས་ཡི་རྒྱུ་ཡིན་པ་མ་བསམ་ན། ཨ་ནི། འཁོར་བའི་རྩ་བ་དེ། ཨ་ནི། གཏུབ་ཐུབ་ཀུན་མ་རེད་གསུངས་རེད་ར་བ། གཏུབ། གཏུབ་པའི་གི་བསམ་བློ་སླེབས་ཀྱི་མ་རེད་གསུངས་རེད།

རིན་ཆེན་སེམས་མཆོག་ཐུགས་དམ་མཐིལ་དུ་རྗེ་བཙུན་བླ་མའི་ཉམས་ལེན་དེ་ལྟར་ཐར་འདོད་བདག་ཀྱང་དེ་བཞིན་སྦྱངས་མཛད། ད་འདི་ནས་མ། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་འོ་འདི་ཚོ་ཆ་ཚང་རེད་རེད་གསུངས་ཡོང་གི་རེད་ད་སྦྱིན་པ་གི་སྐོར་རེད་དོ།

ཚིག་རྩུབ་མཚོན་ལ་ས་བའི་གོ་ཆ། དེ་ལྟར་བཤད་ནས་བཟོད་མཆོག་གོད་ཆག། རྣམ་པ་སྣ་ཚོགས་ཚུལ་གྱིས་གོམས་པར་བོ། འདི་དང་ད་ལྟ་ཆོས་འབྱུང་རྣམས་ལ་སྐྱེས་པ་སྟོང་དུ་ས་བ་ཡི་སྦྱིན་དང་འདི་ཆོས་ཆོས་ལགས་སོ། ལེགས་བྱས་གང་ཡིན་དེ་ཀུན་ཀྱང།

བསམ་གཏན་སེམས་ལ་དབང་བསྒྱུར་རྒྱ་བོ། བཞག་ན་གཡོན་མའི་རི་ཡི་དབང་པོ། བཏང་ན་རྒྱལ་བའི་མིག་ཕ་ཀུན་ལ། ལུས་སེམས་ལས་སུ་རུང་བའི་བདེ་ཆེན་ད། ཏིང་ངེ་ལ་ང་རང་ཚོགས། སྒོམ་བརྒྱབ་པའི་སྐབས་ལ་སེམས་གནས་དགུ། རེ་བ་སེམས་འཇོག་པ་རྒྱུན་དུ་སྤྱོད་པ་རླུད་དུ་སྤྱོད་པ་ཉེ་བར་སྤྱོད་པ་ཞི་བར་སྤྱོད་པ་སྣོན་པ་ཞི་བར་སྤྱོད་པ་ཨ་ནི་མཉམ་པར་སྤྱོད་པ་རྩེ་གཅིག་པའི་ཏིང་ངེ་འཛིན་མང་པོ་ཞེས་བཤད་སོང་ང། དེ་ག་རེ་དུ་བསམ་གཏན་གསེབ་ལ་དབང་བསྒྱུར་རྒྱལ་པོ་དེ་བསམ་གཏན་ལ་ངེས་ཏེ། སེམས་དཔའ་རང་དབང་དུ་སྟབས་བསྡུས་པར་བྱེད་ངེས་ཀྱི་རྒྱལ་པོ་ནང་ཤེས་རེད་ཅེས་རྒྱལ་པོ་ཀྱི་མི་མང་ཕྱག་དང་རྡུལ་ཐུག་གུ་རུ་པའོ་དེ་ནང་ཤེས་བསམ་གཏན་གསེབ་མོར་བཞག་ན་གཡོ་མེད་རི་ཡི་དབང་པོ་བཞིན་རེད་བ། སེམས་དེ་རྒྱལ་པོའི་དམིགས་པ་ལ་ཏག་ཏག་བཞག་ཐུབ་པ་ཡིན་ན་སེམས་དེ་ཕར་ཚུར་གཡོ་ཐུག་གི་མ་རེད་དབང་པོ་བཞིན་བཏང་ན་དགེ་བའི་དམིགས་པ་ཀུན་ལ་འཇུག་རེད་བ། ཨ་ནི་སོ་སོ་ཀྱི་སེམས་དེ་དགེ་བའི་དམིགས་པ་ཏག་ཏག་ལ་འཇོག་ཐུབ་པ་ཡིན་པ་ཡིན་ན་ལུས་སེམས་ལེགས་སུ་འགྲོ་བའི་འདས་ཆ་དེ་ལུས་དང་སེམས་ཚེ་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་སོ་སོ་ཀྱི་འདོད་འདོད་དུ་རྒྱལ་བ་ག་རེ་ལ་བཏང་ངེ་འདོད་པ་ཡིན་ན་བདེ་བ་ཆེན་པོའི་ཡེ་ཤེས་དྲན་གྱི་རེད་གསུང་གི་འདུག་ཨ།

མཐའ་བྲལ་དབུ་མའི་རིགས་པའི་མཚོ་ནི། མཐར་འཛིན་དམིགས་གཏད་ཐམས་ཅད་འཇིག། ཚུལ་བཞིན་སྤྱོད་པས་ཡངས་པའི་ཤེས་རབ། ཏིང་ངེ་རྟོགས་པའི་བློ་གྲོས་རྒྱས། བར་རྗེ་བཙུན་བླ་མའི་ཉམས་ལེན་དེ་ལྟར། ཐར་འདོད་བདག་ཀྱང་དེ་བཞིན་བསྐྱང། རྩེ་གཅིག་གོམས་པས་ཏིང་འཛིན་གྲུབ། པདྨའི་བར་གཅིག་ཚེ་ལ་ཚུལ་བཞིན་སྤྱོད།

བྱ་བ་དེ་འདྲ་བླ་མའི་དྲིན་ཡིན་པས་བྱ་བ་དེ་ཡང་འགྲོ་བ་མ་ལུས་ཤིག་ངས་དམ་པས་བརྩོན་པའི་རྒྱུར། ང་ཡི་བླ་མ་བློ་བཟང་གྲགས་པ་དགའ་ལྡན་གནས་སམ་བདེ་བ་ཅན་ལ། དག་པའི་ཞིང་ཁམས་གང་ན་བཞུགས་ཀྱང་བདག་སོགས་འཁོར་གྱི་དང། ཤིག་ངས་དམ་པས་བརྩོན་པའི་རྒྱུར་བསྔོ་ནས། འདི་མན་ཆད་དེ་རྗེ་བླ་མ་གཙོ་ངར་བ་ཆེན་པོའི་ལྗགས་རྩོམ་གནང་རྒྱུ་མ་རེད། ཁོང་གི་སློབ་མ་རྟ་གསེར་གྱི་ཐུ་བོ་མཁས་གྲུབ་དགེ་ལེགས་དཔལ་བཟང་ཁོང་གིས་ལྗགས་རྩོམ་གནང་བ་ཡོད་འདི་བར་སྦྱར་བཞག་པ་རེད། གང་ཡིན་ཙང་ཐར་འདོད་བདག་ཀྱང་དེ་བཞིན་འདེབས་འཚལ་ལོ་ཁྱེད་རང་གིས་འདི་འདྲའི་ཅིག་སྐུ་ལས་བསྐྱོན་བཞག་ནི་ཁྱེད་རང་གི་མཛད་པ་རྣམ་ཐར་ལ་བརྟེན་ནས་ང་རང་ཚོ་ཡིན་པ་ཡིན་ན་ཁྱེད་རང་གི་སྨོན་ལམ་འདེབས་པ་དང་ཁྱེད་རང་གི་ཉམས་ལེན་སྨོན་ལམ་བཏབ་པ་ཙམ་མ་ཡིན་པར་ཁྱེད་རང་གི་ཉམས་ལེན་བྱེད་པ་ན་ཞིག་ང་ཡང་འདི་འདྲའི་ཅིག་ཡིན་ཐར་འདོད་བདག་ཀྱང་དེ་བཞིན་འདེབས་འཚལ་ལོ་སྟོན་པ་བླ་ན་མེད་པའི་སྟོན་པ་དང་འདུས་བྱས་བཤེས་གཉེན་དམ་པས་འཛིན་པའི་རྒྱུ་རུ་བསྔོ་བྱས་འདིའི་བར་དུ་ཚགས་ཚགས་པར་བྱས། རོལ་བ་འདི་འདི་ཡིན་འདུག་སྟེ་རྗེ་བླ་མ་ཙོང་ཁ་པ་ཆེན་པོས་རང་ལྗགས་རྩོམ་ལྟར་ང་ཡི་བླ་མ་བློ་བཟང་གྲགས་པ་དེས་གསུང་ཡོད་དེ་ད་ལྟ་རྗེ་རིན་པོ་ཆེ་གིས་སློབ་མ། མཁས་གྲུབ་རྒྱལ་ལེགས་དཔལ་བཟང་མཁས་གྲུབ་ཐམས་ཅད་མཁྱེན་པ་ཁོང་གིས་བོད་ཆས་པ་ལན་ས་སྲུང་མ་ཡི་ཚིག་ཡིན་པ་ཡོད་རེད་བ། རྗེ་རིན་པོ་ཆེ་ལ་བསྟོད་པ་མཛད་པའི་ཚིག་རེད་འདི་ང་རང་ཚུགས་ཀྱི་ད་དེ་ནང་བཞིན་སྨོན་ལམ་བཏབ་དགོས་པ་ཡིན་ཙང་འོ་འདིའི་ཆེད་དུ་སྦྱར་གནང་བ་རེད། མིན་ན་ཡང་རྗེ་རིན་པོ་ཆེ་ཁོ་རང་ལྗགས་རྩོམ་འདྲ་ན་ཡང་ང་ཡི་བླ་མ་བློ་བཟང་གྲགས་པ་དེ་ཡང་ཁོ་རང་ཁོ་རང་གིས་བསྟོད་ར་བཏང་གི་འདུག་ཟེར་ནས་དགོངས་མི་སྲིད་པ་མ་རེད་ང་རང་ཚོ་རྣམ་རྟོག་མང་པོ་རེད་བ། འོ་འདི་འདྲས་མ་རེད་འདི་མི་འདི་མི་བྱེད་འདི་ང་ཚོ་ཕྱིས་སུ་ད་ལྟ་མཁས་གྲུབ་རྒྱལ་ལེགས་དཔལ་བཟང་གིས་ད། ལྗགས་རྩོམ་ནང་གི་པར་ལེན་ས་སུ་མེད་ཀྱི་ཚིག་དེ་མ་ཚུ། ཚིག་འབྲུ་སྣོད་རྣམས་སྣང་བ་རེད། ང་ཡི་བླ་མ་བློ་བཟང་གྲགས་པ་དགའ་ལྡན་གནས་སམ་བདེ་བ་ཅན་ལ་དག་པའི་ཞིང་ཁམས་གང་ན་བཞུགས་ཀྱང་བདག་སོགས་འཁོར་གྱི་ཐོག་མར་རྒྱལ་བར